ཨ་ནི། མ་བཅོས་པའི་ད་ལྟའི་བློའི་གནས་སྟངས་ཀྱི་སྐྱོན་ག་རེ་ཡོད་པ་གྱོང་ག་རེ་ཡོད་པ། ད་འདི་བཅོས་ཐབས་ཤིག་བྱས་ནས་བློ་དེ་འགྱུར་བ་ཕྱིན་པ་ཡིན་ན་ཨ་ནི་ཁེ་ཕན་ག་རེ་ཡོད་པ། ད་འདི་བསམ་བློ་བཏང་ནས་ཨ་ནི་ཁེ་ཕན་གྱི་མཐོང་བྱས་ཨ་ནི་འབད་རྩོལ་བྱེད་ཀྱི་མ་གཏོགས་ཁེ་ཕན་མ་མཐོང་ན་འབད་རྩོལ་བྱེད་ཀྱི་མ་རེད་པ། ད་འདི་མི་རྟག་པ་གོམས་ཡ་ཟེར་མཁན་འདི་མི་རྟག་པ། བསམ་པ་བསམ་པའི་བློ་དེ་བྱུང་ན། ཨེ་ནི་དགེ་མཚན་ག་རེ་ཡོད་རེད། ཁྱེད་ག་ཡོད་རེད། མི་རྟག་པ་མ་འཕྲད་པ་བྱས་བྱས་པའི་སྟངས་འཛིན་གྱི་བློ་ཡི་གཞན་དབང་དུ་དུ་ཕྱིན་པ་ཡིན་ན། གྱོང་ག་ཡོད་རེད་སྐྱོན་ག་ཡོད་རེད། ད་འདི་ནི་ངའི་ལ་ཡ། ཨེ་ནི་བསམ་དགོས་པ་སོང་རེད། ད་འདི་ག་རེ་རེད་ལབ་ན། ཕྱི་བ་དྲན་པ་མ་གོམས་པའི་ཉེས་དམིགས་ནི། དེ་ལྟར་དལ་བའི་རྟེན་ལ་སྙིང་པོ་ལེན་པ་ལ། འཇུག་པ་ལ་ཕྱིན་ཅི་ལོག་བཞི་ལས། མི་རྟག་པ་ལ་རྟག་པར་འཛིན་པས་ཕྱིན་ཅི་ལོག་ཉིད། དང་པོར་གནོད་པའི་སྒོར་འགྱུར་རོ། ད་ཕྱིན་ཅི་ལོག་བཞི། མི་རྟག་པ་ལ་རྟག་པར་འཛིན་པ། ཨེ་ནི། མི་གཙང་བ་ལ་གཅིག་གཙང་བར་འཛིན་པ། ཨེ་ནི། ག་སོགས་རེ་ཕི་ཀའི། ཨོ། ག་ཡ་དཱ། སྡུག་བསྔལ་བ་ལ་བདེ་བར་འཛིན་པ།

སྔོན་རྩིས་མཁན་དེ་ཚོའི་གྲས་ཀྱི་ད། སོ་སོ། སོ་སོ་ད། ཅིག་སོ་སོའི་ཁྱིམ་ཚང་གི། བགྱི་བ་རུ་དེ། པའི་རྟག་པ་བརྟན་པོར་ཧྲིལ་བོ་ཅིག་ཡོད་པ་ལ་བསམ་བློ་བཏང་བྱས། ཨ་ནས་ལོ་བརྒྱ་ཕྲག་ལོ་སྟོང་ཕྲག་རིང་གི་པའི། ཅིག་སོ་སོའི་ད། ག་སོ་རེ་ཐོབ་མངའ་ཐང་གོ་ས་རུ་དེ་ནི། ཅིག་འཛིན་ཐུ་ཡག་གི་བསམ་བློ་བཏང་བྱས། ཨ་ནས་མི་ལ་བརྡབ་གསིག། མི་ལ་དཀའ་ངལ། ངལ་ལ་ཆོས་ཁས་མ་བླངས་ནས། ད་ལྟ་མཐོང་ཆོས་ལ་ཡང་མི་ལ་སྟབས་བསིལ་ཞེ་པོ་ཞིག་བཟོ་གི་ཡོད་པ་མི་ལ་དཀའ་ངལ་ཞེ་པོ་ཞིག་འཕྲད་ཡོད་པ་དེ་ནི་བློས་བཏང་བྱས་སོ་སོའི་ཁྱིམ་ཚང་དེ་དབང་ཆ་སིམ་ཡག་རོ་ཅིག་དང་སོ་སོའི་ཁྱིམ་ཚང་གི་ད་ག་ད་དབང་བསྒྱུར་ཡག་རོ་ཏི་གང་བསམ་ད་ཅི་འགྲོ་དེ་ག་རོ་བ་བྱས་ཙང་ག་དེ་ཚོའི་བསམ་བློའི་ནང་ལ་ཡང་ད་རྒྱལ་པོའི་བའི་ག་སོག་རེད་བོད་ཀྱི་རྒྱུད་པ་རུ་ཁོ་ཡི་ད་ཁོ་འཇིག་འགྲོ་གི་རེད་དེ་རང་ལྟ་བུ་ལྟ་བུ་ཡག་པོ་ར་བསམ་པ་རུ་ཅིག་ཡོད་པ་ཡིན་ན་ཁ་ཐུག་ཁ་ཐུག་ད་གང་ཕན་ཕན་ཞིག་བྱས།

རྩ་བ་དེ་འདྲ་ཡིན་པ་ཡིན་དུས་ང་རང་ང་རང་ཚོ་མཐོང་ཆོས་ལ་རྟག་པ་བརྟན་པ་འདི་འདྲ་ཞིག་ཤི་བོ་ཆེ་ཤུགས་ཆེན་པོ་ཡོད་དུས་ཁོས་གོ་ལག་མང་པོ་བཙལ་ཏེ་རྩ་དེ་འདྲ་ཡིན་པ་ཡིན་དུས་མི་རྟག་པ་ལ་རྟག་པར་འཛིན་པ་དེ་ཕྱིན་ཅི་ལོག་དང་པོ་བྱས་ནས་སྡིག་གི་གཞན་དབང་དུ་སོང་བ་ཡིན་ན། གྱོང་ཆེན་པོ་ཡོད་པ་དེ་དེ་ལྟར་བསམ་ཡང་སོང་བ་ཡིན་པ་རེད། དེ་ལ་ཕྲ་རགས་གཉིས་ལས།

ས་དེ་འདྲ་ཡིན་དུས་བདག་ལ་བྱིས་པ་ན་ང་ཚོ་ཅིག་དང། ཅིག། ཤིང་དང་རི་དང་ར་བ་ཁང་ཁྱིམ་ཟས་ཚོད་བྲལ། ཨེ་ཁོ་ར་ག་ཚོད་ཚོད་ནས་བས་མེད་པ་ཆགས་འགྲོ་ཡ་ཅིག་ཡིན་གི་ཡོད་རེད་འཛམ་བུ་གླིང་ཡོངས་རྫོགས་ཁོ་ར། ལོ། ཐིམ་འབུམ་ཆུང་བ་དགུ་རོ་ཅིག་ཐིམ་འབུམ་ཆུང་བ་ལྔ་དྲུག་ཕྱིན་པའི་ཞིག་གོ་ཕལ་ཆེར་འཛམ་བུ་གླིང་ཡོངས་རྫོགས་ལ་མེད་པ་ཆགས་འགྲོ་རྒྱུ་རེད། ང་ཚོ་ཨ་མདའ་ང་རང་ཚོའི་བས་འཚོ་བ་ར་བ་ཆ་ཚང་དང་གཏན་ནས་སོ་དེ་ཉི་མ་རེད་བ། ཨེ་ཉི་མ་དེ་ལོ་གཅིག་སྦིར་ལུན་སི་ནས་མི་འདུག་ཐིམ་འབུམ་ཆུང་བ་སི་ནས་མི་འདུག་དེ་འདྲའི་དགའ་རོགས་ཆེན་པོས་ཞུ་གོ་ཉི་མ་དེ་འགྱུར་འགྲོ་རྒྱུ་རེད། ད་དེ་འདྲ་ཡིན་དུས་གོ། རྟག་པ་མི་རྟག་པ་ཐེམ་པ་མི་འདུག་ག། དེ་འདྲ་ཞིག་བསམ་བཏང་དུས་ཨ་ཚེ་ད་འཛམ་བུ་ནི་འདི་གང་ལ་ཡ། ངའི་རྒྱལ་ཁབ་དང་ཁོའི་རྒྱལ་ཁབ་བསྲེས་ནས་ཤི་རོ་ཅིག། ད་མི་མང་པོ་ལ་བརྡབ་གསིག་ཡིན་འགྲོ་ཡ། མི་མང་པོ་བས་སྡུག་བསྔལ་ལ་བྱ་དེ་འདྲ་བྱེད་ཀྱིན་མི་འདུག་ག། ཚང་མ་ལ་འཆམ་པོ་བྱེད། ང་ཚོ་སྤྱི་པ་རུ་དེ་མི་གཅིག་གྱུར་གྱི་འདུ་ཤེས་ཀྱི་འོག་ནས་ཚང་མ་ལ་མཐུན་པོ་བྱེད་བསྡད་ན་སྐྱིད་པོ་རུ་བ། ང་དང་ཁྱོད་ག་ཚད་ལབ་ནས་མ་ལབ་ནས་ལོ་སྟོང་ཕྲག་ཁ་ཤས་ཕྱིན་པའི་ཞོག་གོ་གར་ཆགས་འགྲོ་ཡོད་སུ་གཅིག་བཤད་མི་འདུག་བ། ཨེ་ལོ་ཐིམ་འབུམ་ཁ་ཤས་ཕྱིན་པའི་ཞོག་གོ་ནི་ཡོངས་རྫོགས་ལ་མེད་པ་ཆགས་ཡིན་པ་གཤེན་གསལ་རེད་ད། ཨེ་དེ་འདྲ་གཅིག་ལ་ཡ་ད་ཤི་བོ་གཅིག་དམ་འཛིན་བྱས་ནས་གཅིག་ཁྲིག་སྲུང་ལ་ཞུ་བྱས་བསྡད་ན་རྙོག་དྲ་བས་རྙོག་དྲ་རུ་བ། མར་བས་ཡ་རུ་བ། ས་དེ་འདྲ་ཡིན་དུས། ཨ་དེ་འདྲ་གི་ཆ་ལ་ཡ། ཡུ་རོབ་ཀྱི་མི་དེ་ཚོ་གྱོང་གོར་འདུག་ག། ཡུ་རོབ་ཀྱི་མི་དེ་ཚོའི་གྲས། སྔ་མོ་ཅིག་འདས་པའི་དུས་རབས་ནང་ལ་ཨ་ད་པའི་མི་ལ་བཙན་དབང་བཤད་ཡ། ཨིནི། བཙན་རྒྱལ་རིང་ལུགས་ཟེར་ཡ། མི་སེར་སྤེལ་ཡུལ་ཟེར་ཡ། ད་ཚང་མ་བྱས་པ་རེད། མི་རིགས་དབྱེ་འབྱེད་གཏོང་ཡ། ད་ཨིནི། དེ་འདྲས་ཀྱི་ད་ག་ད། ཅིག། གོ་མཚོན་ཤུགས་ཆེན་པོ་བྱས། དེ་འབྲས་ཀྱི་རྐྱེན་པས་གཞན་དག་གཞན་སྡེའི་དབང་དུ་བསྡུས་ནས་ཞིབ་བྱ་ཡག་རེད་ད། རེད་ད་དེ་རིགས་སྐད་ས་ཡུ་རོབ་མི་དེ་རིགས་དཀར་བོ་བསམ་བློ་རྒྱ་ཆེན་པོ། སྤྱི་ས་སྤྱི་པའི་རེད་ད་ཅིག་ཁེ་ཕན་ཆེ་ས་ནས་བསམ་བློ་བཏང། ཞིག་སོ་སོ་སོས་ངའི་རྒྱལ་ཁབ་ཁོའི་རྒྱལ་ཁབ་སེམས་ཅན་ཆུང་ཆུང་ཆུང་ཆུང་གང་ལས་པའི་ཤི་བོ་གཅིག་པུ་སོགས་ཀྱི་དེ་ཕལ་ཆེར་ཡལ་འགྲོ་འདུག་བ། དེ་གྱོང་གོ་རེ་བྱ། ཤར་ཕྱོགས་ནང་དང་ཨ་ཧྥེ་རི་ཁའི་ནང་དང་ལེ་ཏིན་ཨ་མེ་རི་ཁའི་འཛུལ་ནང་ལོགས་ལ་ཡང་ང་ཚོ་ང་ཚོ་ཟེར་ཏེ་ང་ཚོ་དང་ཁྱོད་ཚོ་ཟེར་ནས་ཤི་བ་ཤི་བ་ཕྲུ་གུ་འདེགས་འདུག་དེ་ཚ་དེ་ཡུ་རོབ་པའི་འདི་དེ་ཤིང་རྟའི་སྲོལ་འབྱེད་རེད་ཤ་ད་བསམ་བློ་རྒྱ་ཆེ་ས་ནས་དང་ཕུགས་རྒྱ་རིང་ས་ནས་བསམ་བཏང་བྱས་ད་ད་ལུང་འདི་བར་འདུག་རྒྱ་སྐྱེ་བ་ཡིན་ན་ང་ཚོ་འཛམ་བུ་གླིང་ཡོངས་རྫོགས་ལོག་ད་འཛམ་བུ་གླིང་འདིའི་སྒང་ལ་ཡ་ང་རང་ཚང་མ་ལོག་ག་ད་འཛམ་བུ་གླིང་འདིའི་སྒང་དུ་འཚོ་བསྡད་ངེས་རེད་འཛམ་བུ་གླིང་འདིའི་སྒང་ལ་གནས་བསྡད་ངེས་རེད། འཛམ་གླིང་བདེ་བྱུང་ན་ང་ཚང་བར་སྐྱིད་པོ་ཡོང་གི་རེད་འཛམ་གླིང་བདེ་བྱུང་མ་བྱུང་ན་ང་ཚོ་སྡུག་བསྔལ་ཡོང་གི་རེད་ང་ཚོ་རྙོག་དྲ་ཡོང་གི་རེད་ཅི་ཟེར་འདི་བསམ་སྟངས་ཡག་པོ་འདུག་ག་ད་བར་དེ་དོན་དོན་ཨ་ངས་ཤོད་ཡ་དེ་ཡིན་ད་དེ་འཛམ་གླིང་ཁོ་ར་རྒྱུག་འགྲོ་གི་ཡོད་རེད་ད་དེ་མི་དྲག་པ་གཅིག་བྱས་ད་དེ་འདྲས་གི་ང་ཚོ་དངོས་གསལ་དོད་པོའི་འགྱུར་བ་འགྲོ་བསྡད་ཡ་དེ། དཔེར་ན་འདི་ལྟ་བུའི་ཞོལ་གྱི་ལོ་ཐེམ་འབུམ་ཆུང་བ་ཁ་ཤས་ཅིག་མཚམས་ལ་ཡང་ཉི་མ་དང་བཅས་པ་དེ་དུས་ཡོངས་རྫོགས་ལ་མེད་པ་ཆགས་འགྲོ་ཡ་ཅིག་དང་འགྱུར་འགྲོ་ཡ་ཅིག་གི་གནས་ཚུལ་ཅིག་གཏན་འཁེལ་བ་རེད། དེ་ཡོང་ཡ་དེ། དུས་ངེས་ཅན་གྱི་བར་དུ་འགྱུར་བ་རྩ་བ་ནས་མེད་པ་བྱས་འདུག་ཟེར་ཏེ་དེ་ནས་གློ་བུར་འགྱུར་བ་འགྲོ་ཡ་མ་རེད་པ། ལོ་ཐེམ་འབུམ་ཆུང་བ་ཁ་ཤས་ཅིག་བཞུགས་སྐོར་འགྱུར་བ་འགྲོ་བསྡད་ཡ་དེའི་མགོ། འཛམ་བུ་འདི་དུས་ཆགས་པའི་ཉིན་མོ་དེ་ནས་མགོ་བཙུགས་ཚར་རེད་པ།

ཉིན་ཞག་གཅིག་ན་ལོག་ལ་འགྱུར་འགྲོ་བར་བ། འདི་མ་འགྱུར་ན། ཉིན་ཞག་གཅིག་ན་ལོག་ལ་འགྱུར་བ་ཁྱོད་ནི་མ་ཕྱིན་པའི་ཕྱིར་དད་པ་ཡིན་ན། བདུན་ཕྲག་གཅིག་ན་ལོག་ལ་འགྱུར་བ་རོ་ཤིང་མར་བ། བདུན་ཕྲག་གཅིག་ན་ལོག་ལ་འགྱུར་བ་མ་ཕྱིན་ན་ཟླ་བ་གཅིག་ན་ལོག་ལ་འགྱུར་བ་འབྲུག་མར་བ། དེ་ས་བའི། ནི། བསྐལ་པ་སེར་སྣའི་འདྲ། ལོ། གཅིག་ཐུན་འབུམ་གཅིག་གཉིས་གསུམ་ན་ལོག་ལ་འགྱུར་བ་རོ་ཤིང་མར་བ། ཀོ། འགྱུར་བ་འགྲོ་ཡག་གོ། སྐད་གཞི་གཅིག་ཀྱང་མི་སྡུད་པ་འགྱུར་འགྲོ་འགྱུར་འགྲོ་བ་དང། འཛམ་བུ་ནི་འགྱུར་འགྲོ་བ།